སྤྱིར་ཁྲིམས་འདི་ཆ་ཅན་ནང་བཞིན་འགྲོ་ཡ་མ་རེད་ད། སྤྱི་འདུས་བདུན་པའི་མཚན་ཉིད་ཉིན་མོ་བྱས་པ་འདི་ང་རང་ལ་ཡོད་པའི་རྩ་ཆེ་རིགས་ཀྱི་ལུས་ཀྱི་སྲོག་འདི་བློས་བཏང་གི་ཡོད་གང་ལ་ཟེར་ན་ངའི་ལུས་སྲོག་བློས་བཏང་བ་དེ་གིས་བོད་མི་ཚང་མ་གཅིག་སྒྲིལ་བྱས་ཆེད་རྩ་དོན་རྩོད་པ་ཡིན་ན་མཐའ་གཅིག་ཏུ་ལས་འགུལ་སྤེལ་བ་ཡིན་པ་ཡིན་ན་ང་ཚོ་ནུས་པ་ཐོན་གི་རེད། བོད་ལ་རང་ལུས་མེ་བསྲེགས་བཏང་ཡས་ཚོགས་ཀྱི་འབོད་སྐུལ་ག་རེ་རེད། གོང་ས་མཆོག་བོད་ལ་དན་ཏིག་ཞུ་དགོས་ཀྱི་འདུག་བོད་མི་ལ་རང་དབང་དགོས་ཀྱི་འདུག་ཟེར་ཡ་འདི་ང་ཚོ་ཚང་མ་གཅིག་སྒྲིལ་བྱས་པ་ཡིན་ན་ནུས་པ་ཐོན་ཐུབ་ཀྱི་རེད། འདི་སོང་ཙང་བོད་ལ་རང་ལུས་མེ་བསྲེག་བཏང་ངའི་དཔའ་བོ་དཔའ་མོ་ཚོ་གནང་བ་ནང་བཞིན་ང་རང་ཨ་རི་མི་སེར་ཡིན་ཏེ་ལོ་ལྔ་བཅུ་ང་གཉིས་ལས་མེད་ཏེ་ང་མི་ཚེ་རིང་པོ་སྐྱེལ་ཡ་ཡོད་ཏེ་ང་འདི་བོད་ལ་དཔའ་བོ་དཔའ་མོ་གློད་བཏང་བྱས་པ་ནང་བཞིན་ང་ཨ་རི་ནས་གློད་བཏང་གྱི་ཡོད། གང་ལ་ཟེར་ན། ང་ཚོ་དབུས་གཙང་མས་ཁམས་པ་མས་ཨ་མདོ་མས་བྱས་བོད་པ་ཡིན་ཞེས་བྱས་བོད་རྩ་དོན་དེ་དག་ལ་གཅིག་སྒྲིལ་བྱེད་ཅེས་ནུས་པ་སྤུངས་རོགས་གྱིས་ཟེར་ཏེ་ཁོ་རང་འབོད་ཀྱི་དེ་རེད། དེ་ནས་གཉིས་པ་དེ་ག་རེད་ཟེར་ན་ང་ཚོ་གཅིག་སྒྲིལ་བྱས་པ་ཡིན་ན་ད་རིང་ཁོ་རང་གི་རྩིས་ནང་ལ་ཐོགས་པ་ནང་བཞིན་ཕུང་པོ་བདེ་འདྲེ་ཞོལ་ཡས་དང་ཕུང་པོ་ས་ཡས་དེ

མུ་མཐུད་ནས་གོང་ས་མཆོག་དགུང་ལོ་བགྲེས་རུ་བགྲེས་རུ་དཔལ་ཡོན་སྡོད་ཁག་ལ་ཕྱི་རྒྱལ་ཁག་ལ་ཕེབས་ཡ་ཉུང་རུ་འགྲོ་གི་རེད། འདི་ཚབ་བྱེད་བྱེད་འདི་མཚབ་པ་བྱེད་བྱེད་པ་རང་གི་བཤད་དོ། ཁྱེད་རང་ཕྱི་རྒྱལ་ཡོད་ངའི་ཁང་པ་ཅི་ཡོད་མོ་འདྲ་ཡོད་བསམ་ཏེ་འདིང་མར་བཏགས་བྱུང་གོང་ས་མཆོག་གསུང་གི་ཡོད་རེད། ང་ཡིན་ནས་ཟ་ཡ་མེད་བཏུང་ཡ་མེད་འགྲོ་ཡ་མེད་བསྡད་ས་མེད་ཐོངས་བྱེད་ཀྱི་མེད་ཐག། ང་གར་ཞུ་དགོས་ཟེར་ན་གོང་ས་མཆོག་གི་མཛད་འཕྲིན་དེ་འཛམ་གླིང་ལ་འཕེལ་ཐུབ་ཡ་ཆེད་དུ་ང་ཚོ་ཚང་མ་གཅིག་སྒྲིལ་བྱས་པ་ཡིན་ན་ནུས་པ་ཆེ་ཡ་ཐོངས་ཀྱི་རེད།